དོན་དང་རྒྱུ་མཚན་ག་རེ་ག་རེ་ཡིན་མེད་ཅིག་ཡོད་རེད་ཨ་འདི་དྭངས་ཤོས་དེ་ངས་ད་ངས་ད་ལྟ་བར་དུ་ཞིབ་འཇུག་བྱས་པ་དང་སློབ་སྦྱོང་བྱས་པ་དང་རྒན་པ་ལ་སྐད་ཆ་དྲིས་པ་དེ་ནང་ལོགས་ནས་མང་ཆེ་རུ་ཅིག་ག་རེ་རེད་ལབ་ཡོད་ན་ཁ་བཏགས་ཟེར་མཁན་དེ་དང་པོ་དེ་འཚོལ་ཤེས་དཀའ་བོ་རེད་བ། འཚོལ་ཤེས་དཀའ་བོ་ཡིན་དགོས་ཡ་ཅིག་དང་ཨ་ཁ་བཏགས་ཁོ་རང

ཟེར་དང་གསུམ་པ།
ད་ཁ་བཏགས་ཀྱི་སྐོར་རེད། ངས་ཁྱེད་རང་ཚོར་འགྲེལ་བཤད་ཅིག་རྒྱག་དགོས་རོགས། ཁ་ཤས་ཀྱིས་འདི་ཁ་བཏགས་དེ་ཞེ་དྲག་མགོ་ཚོས་ཨ་ཡོད་ཡོད་བསམ་པ་འདུག་ཁ་བཏགས་ཅིག་ཡིན། དེ། ང་རང་ཚོ་གིས་སྐྱབས་ཡུལ་སྡེ་དགེ་འདི་ལ་ཡ་ཁ་བཏགས་དེ་ཁ་བཏགས་དཀར་པོ་ཅིག་ཕུལ་གི་ཡོད་རེད་སོང་ཨ། ཁ་བཏགས་འདི་ལ་ཡ་ཁྱད་ཆོས་གསུམ་ཡོད་རེད་ཁྱད་ཆོས་གསུམ་དེ་ང་ཚོ་ཤེས་དགོས་རེད། ཁྱད་ཆོས་གསུམ། ཁ་བཏགས་འདི་ལ། ཁ་བཏགས་དཀར་པོ་དཀར་རྐྱང་དགོས་ཀྱི་ཡོད་རེད། ཁ་བཏགས་དཀར་པོ་དཀར་རྐྱང་འདི་ཀྱི་ཁྱད་ཆོས་གཅིག་ཆེད་རེད་སོང་ཨ། ཁྱད་ཆོས་གཉིས་པ། ཁ་བཏགས་དཀར་པོ་འདི་ནང་ལ་བཀྲ་ཤིས་རྟགས་བརྒྱད་རི་མོ། བཀྲ་ཤིས་རྟགས་བརྒྱད་བྱས་ནས་རི་མོ་ཡོད་རེད། ཁྱད་ཆོས་གཉིས་པ། ཁ་བཏགས་འདི་རིང་པོ་ཡོད་རེད། རིང་པོ། ཁ་བཏགས་རིང་པོ་འདུག་ཨ། ཁྱད་ཆོས་གསུམ་ཟེར་ནས་དང་པོ་ཁ་བཏགས་ལ་ཁྱད་ཆོས་གསུམ། ཁྱད་ཆོས་གསུམ་གྱི་གར་ག་རེ། འགྲེལ་བཤད་རྒྱག་དགོས་རེད་ག་རེ་དོན་དག་བསྟན་དགོས་རེད་ངས་ད་ལྟ་ཞུ་ལགས་ད་དང་པོ་འདི་ལ། དེ་ང་ཚོ་ཡིན་རྒྱུ་མི་ཤེས་བ་ད་ལྟ་ཧི་མ་ལ་ཡའི་རིགས་རྒྱུད་མང་ཆེ་བ་བོད་པའི་ཆོས་དང་རིག་གཞུང་གཅིག་པ་ཡིན་པ་ཡིན་ཙང་ཁ་བཏགས་བེད་སྤྱོད་གཏང་གི་འདུག་ཨ་དེ་ནས་ཁ་བཏགས་ག་རེ་ཡིན་མིན་དེ་ཧ་མ་གོ་ན་ཨ་ནི་ཡག་པོ་ཡོད་མ་རེད། ཁ་བཏགས་འདི་ཨ་ནི་ཕུལ་དུས་ཙམ་པ་ཁ་བཏགས་དཀར་པོ་ཕུལ་བ་འདི་གི་ག་རེ་བྱེད་དགོས་ལ་ན། ང་ཁྱེད་རང་ལ་ཡ། ལྟ་སྟངས་དེ། སེམས་གཙང་མ་ཡོད་ལ་བོར་ལྟ། ངས་སེམས་ཀྱི་ཐོག་ནས་ཁྱེད་རང་ལ་སྡུག་ཅག་རྒྱུ་ནི་ལྟ་གི་མེད། ངས་ཁྱེད་རང་ལ་སེམས་གཙང་མ་གི་ཐོག་ནས། སེམས་ཤིན་ཏུ་དཀར་བ་སེམས་གཙང་མ་གི་ཐོག་ནས་དགའ་བོ་བྱས་ནས་ཁྱེད་རང་ལ་ཡར་ཕུལ་གི་ཡོད་ལ་བོར། ད་ལྟ་སེམས་དཀར་པོ་སེམས་གཙང་མ་སེམས་རྣམ་དག་སེམས་དགའ་བོ་སེམས་ཡག་པོ་དེ་མཚོན་གི་ཡོད་ལ་དཀར་པོ་དེ། འདི་འགྲིག་སོང་ཨ། ད་དེ། ཁ་བཏགས་ནང་ལོགས་ལ། བཀྲ་ཤིས་རྟགས་བརྒྱད། བཀྲ་ཤིས་པ་སུད་སི་དང་ཡག་པོ་རེད་བ། ཡག་པོ། བྱས་ཙང་བཀྲ་ཤིས་པ་དེ་འདྲས་ཀྱི Symbol རྟགས་བརྒྱད་ཡོད་རེད། བྱས་ཙང་དེ་འདྲས་ཀྱི་བཀྲ་ཤིས་རྟགས་བརྒྱད་དེ་འོན་ཀྱང་ཁ་བཏགས་ཁ་བཏགས་མཉམ་དུ་ཕུལ་ཡོང་དུས་རྩམ་པ་ག་རེ་ཚིག་གོར་ལ་ན་ད་ཁྱེད་རང་ལ་ཡ་ཨ་ནི་བཅས་ཀྱི་ད་བྱ་བ་ལ་ཡ་ལམ་འགྲོ་ཡོང་བ། བྱ་བ་ལ་བར་ཆད་མེད་པ་ཁྱེད་རང་གི་པའི་མི་ཚེ་ནང་ལ་བཀྲ་ཤིས་པ། ཡག་པོ་ཡོང་ཡ། དེ་འདྲའི་ཅིག་ཡོང་ཡ་གི་རྟེན་འབྲེལ་ཡིན་ལ་བར་ད་བཀྲ་ཤིས་རྟགས་བསྐྱེད་དེ་ཡོད། ད་དེ་ནས་ཁ་བཏགས་འདི་གར་སྐྱེ་ནས་རིང་པོ་བེད་སྤྱོད་བྱེད་དགོས་བར་ལ་ན། ཨ་ནི། ངས་ད་སོ་སོའི་གི་ཕར་ཁ་བཏགས་ཕུལ་གི་ཡོད་རེད་བ། ཕུལ་དུས་ང་མི་ཕུལ་ས་དེ་དང་སོ་སོ་པ་རུ་ལ་འབྲེལ་བ་བཞག་གི་ཡོད་རེད། དཔེར་ན་དཀོན་མཆོག་ལ་ཕུལ་ན་དཀོན་མཆོག་དང་སོ་སོ་པ་རུ་འབྲེལ་བ། བླ་མ་ལ་ཕུལ་ན་བླ་མ་དང་སོ་སོ་པ་རུ་གི་འབྲེལ་བ། སྤུན་རྒྱག་འདྲ་པོ་དང་ཨ་ནི་དེ་འདྲས་ལ་སྤྲད་ན་ཡང་འབྲེལ་བ།

ཏང་སེར་པོ་འདྲ་བོ་དང་སྔོན་པོ་འདྲ་བོ་དང་དེ་ནས་བོད་ཆོས་བཏང་འགྲོ་བ། བོད་ཆོས་བཏང་ན་འགྲིག་གི་མ་རེད་ལ་ཡ་ཡོད་མ་རེད། ལུང་པ་འགའ་ཞིག་དཔེར་ན་སོག་པོ་དེ་ཚོ་ཡིན་ན་ཡང་སྔོན་པོ་དེ་ཚོ་མང་པོ་བོད་ཆོས་བཏང་གི་ཡོད་པ་རེད། ད་ང་རང་ག་རེ་བསམ་ལ་ན། དུས་རྒྱུན་དུ་ཁ་བཏགས་དེ་དཀར་པོ་དེ་མང་ང་བོད་ཆོས་བཏང། ཡིན་ན་ཡང་བླ་མ་འདི་འདྲའི་མཇལ་ཁ་འགྲོ་བའི་སྐབས་ལ་ཁ་བཏགས་དཀར་པོ་མཉམ་དུ་གྱེས་ཏེ་སེར་པོ་བོད་ཆོས་བཏང་པ་ཡིན་ན། ད་སེར་པོ་དེ་གྱིས་སངས་རྒྱས་ཀྱི་བསྟན་པ་མཚོན་པར་བྱས།

ད་ཉེ་ཆར་སྙེ་མ་དེ་བ་ལ་སྲིད་སྐྱོང་ཕེབས་པའི་སྐབས་ལ་ར་བ་སྲིད་སྐྱོང་བློ་ས་ཟིན་གྱི་ཡིན་ནས་རེད་སྲིད་སྐྱོང་ཀོང་སྤེན་པ་ཚེ་རིང་ཕེབས་པ་ཡིན་ནས་མང་པོ་ཅིག་གིས་ཁ་བཏགས་འདི་ཨ་ནི་སྲིད་སྐྱོང་གི་འཇིང་པ་ལ་གཡོ་བའི་ལུགས་སྲོལ་རོ་ཞིག་ངས་མཐོང་དེས། དེ་ཚོ་ངའི་བསམ་པ་ལ་ཏག་ཏག་བསྡད་ཀྱི་ཡོད་མ་རེད་རྒྱུ་མཚན་ག་རེ་ལ་ཡིན་ན་ཕ་ཆོས་འདི་གོ་གནས་ཀྱི་ཐོག་ནས་སོ་སོ་ལས་གོ་གནས་མཐོ་བ་ཅིག་ཡིན་ཙང་ཨ་འདི་ཁ་བཏགས་འདི་འཇིང་པ་ལ་འབུལ་བའི་ལུགས་སྲོལ་ཡོད་མ་རེད་ཅེས་བྱས་གཅིག་བྱས། དེ་ནས་ཉེ་ཆར་ངས་ད་ལྟ་ང་ཚོ་མི་ནི་སོ་ར་ན་ལོ་ལ། ཆོས་ལ་ཅིག་བཙུན་མ་ཅིག་གིས་དགུང་གྲངས་བརྒྱ་སྟོན་འཁྲུངས་སྐར་བཏང་གནང་རེད། འདི་སྐབས་ལ་མི་བརྒྱ་ཆ་ལྔ་བཅུ་ལྷག་ཞིག་གིས་ངེད་ཀྱི་གར་གཏོང་སོང་ན་འདི་ཁ་བཏགས་འདི་ཨ་ནི་ཆོས་ལགས་ཀྱི་འཇིང་པ་ལ་གཡོག་བ་ཞིག་ངས་མཐོང་སོང། ད་འདི་འདི་འགྲོ་ཆ་ཞེས་པ་ཡིན་ན་འདི་ད་ལྟ་རྩ་བ་ཉིད་འདེགས་ཀྱི་ཡོད་མ་རེད་རྒྱུ་མཚན་ག་ལ་ན་ཕ་ཇོ་འདི་རབ་བྱུང་པ་ཡིན་ཙང་ཨ་འདི་རང་གཞུང་གི་ད་སོ་སོ་འདི་ལོ་ཕྱེད་ལོད་ལ་འབྲེལ་བ་ཡོད་མ་རེད་ཕ་ཇོ་འདི་རབ་བྱུང་བ་ཡིན་ཙང་འདི་ལ་ཆེ་མཐོང་གི་ཐོག་ནས་ཁ་བཏགས་འདི་ཨ་ནི་ཕྱག་ལ་འབུལ་བ་དང་དེ་མིན་ན་ཅོག་ཙེ་ལ་འགྲམ་པ